འོ་བདེ་གསུང་སང་ཉའི་སྔ་རྒྱུན་གཞི་ཞག་རང་བཅས། རེས་གཟའ་ཕུར་བུའི་སྐབས་ལས་ཡག་འདུག་སེ་བོད་ཀྱི་རྩོམ་པ་པོ་གྲགས་ཅན་ཚེ་རིང་འོད་ཟེར་ལགས་ཀྱི་ལྗགས་རྩོམ་རྣམས་པས། བོད་ཀྱི་ཡ་བྱུང་པའི་རིག་གནས་གསར་བརྗེའི་སྐོར་གྱི་བྱ་དེབ་གསར་བརྗེ་ཟེར་བ་འདི་ངས་ལྷན་རྒྱས་ཚོར་ཡ་སྙན་སྒྲོན་ཞུ་གི་ཡོད་རེད།

ལྷ་འདྲེ་བདུན་གྱི་རྩ་མིག་མཐར་ཕྱིན་བསུ་རྒྱུ་ཡིན། ཅེས་ཅེས་བྲིས་ཡོད་པའི་པར་དེའི་ནང་ལོགས་ཀྱི་མི་སྣ་དེ་སུ་རེད་ཟེར་ན་ཨན་ཏི། གཟིམ་ཤག་སྲས་ཆུང་གི་སྐུ་དངོས་དབོན་སྟོད་རིན་ཆེན་ལགས་ཞུ་གི་ཡོད་རེད། འོ་ཁུངས་རེད། སྤྱིར་བཏང་གི་ཆ་ནས་ད་སྲས་ཆུང་གི། གཟིམ་ཤག་འདི་བོད་དབུས་ཁུལ་གྱི་སྐུ་དྲག་གི་ཁྱིམ་རྒྱུད་ཅིག་རེད་དེ་ལས་ལྟ་སྐོ། ཁྱིམ་རྒྱུད་འདི་འདི་འདྲའི་སྐུ་དྲག་གི་ཁྱིམ་རྒྱུད་རེད་དེ་ལས་ཡིན་ནའི་ལས་འདི་འདྲའི་དཔེ་དེབ་ཆེན་པོ་བཞི་བོ་དེའི་གྲས་ཁ་མ་རེད་སྙམ། ཆུང་ངའི་གྲས་ཁ་རེད། ཡིན་ནའི་ལས་ལྟ། གཟིམ་ཤག་སྲས་ཆུང་ཡར་ཐུན་མོང་མ་ཡིན་པའི། ད། ཆབ་སྲིད་ཀྱི་ཐོག་ནས་ཡིན་ན་འདྲ། འདི་གང་ཡང་ཐུན་མོང་མ་ཡིན་པའི་འོང་ལག་རྩལ་གྱི་ཡོད་སྟབས་འདི་ག་རེད་ཟེར་ན་དེ་སྔ་གཟིམ་ཤག་གསལ་བྱུང་གི་ནང་ནས་འདུག་ཟེར་བའི་བཀའ་བློན་རིགས་མི་འདྲ་བ་ལྔ་འཇལ་ཡ་བཞི་ལྔ་རྩ་གཅིག་དོན་སྙིང་པོ་རེད། བཀའ་བློན་ཁྱི་མ་ཁྱི་མ་དེ་འདུག་ཟེར་བའི་རྒྱལ་བ་སྐུ་འཕྲེང་བཅུ་གསུམ་པའི་སྐུ་དུས་ལ་ཡང་འོང། ཡོད་དེ་བས་སེར་སྐྱའི་བཀའ་བློན་གནང་མཁན་གྱི་ཡིན་པ་རེད། དེ་ཡིན་དུས་ག་ནས་དེ་ནལ་ཡ་སེར་མོ་བས་བཀའ་བློན་དེ་འདུག་ཟེར་བྱས་སེམས་ཤ་སེ་བྱུང་ནས་ཕེབས་བསྡད་པ་རེད། འོ་དེ་ཡིན་དུས་ཁོང་དེ་ག་དེ་དུས་ག་ནས་འདུག་བྱས་བྱས་བཀའ་བློན་ཁོ་ན་ཡིན་འདུག་བྱས་སྐུ་དབང་ཧ་ཅང་ཡག་པོ་ཡོད་བསྡད་པ་ད་ཆ་ལས་དུ་ཆུ་བོ་བཙགས། ཚགས་ཚུགས་གུ་དག་ནན་པོ་གནང་གི་ཡོད་པ་གྱིས། བོད་ཀྱི་ད་གདུག་སྤྱད་ཉེ་བའི་ལོ་རྒྱུས་ཀྱི་གནའ་ལོ་ལ་ཡར་བལྟས་བལྟས་པ་ཡིན་ན་གསལ་བྱུང་གནད་ཐོན་པའི་བཀའ་བློན་དེ་ཚོའི་གྲས་ཁ་བབས་མ་སྲིད། གཅིག་ནས་སྐུ་དབང་བཙན་པོ། གཉིས་ནས་གྲྭ་མགོ་དྲང་བཞག། ཨ་ནི་གསུམ་ནས་སྒྲིག་ཁྲིམས་དང་སྒྲིག་ལ་ཡར་ཐུག་ཐུག་ག་ནས་སྤེལ།

དམ་ཚིག་གཟན་བཞིན་པས། དཔོན་གནས་ཀྱི་ནམ་ས་ཆོས་སྡེ་པའི་སྲས་ཆུང། གོང་མོ་དབོན་སྟོད་རིན་ཆེན་ལ་ཁོ་རང་ལྟ། བོད་གཞུང་གི་དབང་ཆའི་གནས་རྫས་ནས་བཤད་པ་ཡིན་ན་རིམ་པ་གསུམ་པ་ཙབ་ཅི་རེད་ད་རིམ་བཞི་ཡན་ལ་ཡང་གཏད་ཚིག་དབང་ཆ་ཆད་ཡོད་ར་པ་རིམ་པ་གསུམ་པ་ཙབ་ཅི་ལ་ཡང་ལེགས་གཏད་ཀྱི་ཡོད་རེད།

བ་ཁོག་གི་ཕྱོགས་བྱང་ངོར་ཡ་ཡོད་པས་ཨོ། ལྷས་སའི་ཕྱོགས་བྱང་ངོར་ཡ་ཡོད་པས་གཟིམ་ཤག་ནང་དུ་ཤག་ཟེར་ཡ་དེ་ཡི་ཆ་འདེགས་ཀྱི་ཡོད་རེད། འོ་དེ་ཡིན་དུས་ག་ནས་ད་ཞོ་པ་ལས་ཁུང་གི་ཨོ། འདུག་ཆས་བཅས་འཛིན་སྐྱོང་གི་བར་ཡ་ཡོད་བསྡད་པ་དེ་འདུག་ཆས་ཕོ་བྲང་སྤོ་ཐལ་ལས་བར་ཡ་ཡོད་བསྡད་པས་ཨོ་འཛིན་སྐྱོང་གི་ཆན་པས་ཀྱི་ཆ་འདེགས་ཀྱི་ཡོད་རེད། ཨ་ནི། བཟོད་པ་ལས་ཀུན་གྱི་འདུ་བྱེད་བཅས། མངའ་བར་ཡང་བསྡུས་བཟླས་པའི་ཁྲིམས་སྒྲིག་གི་བར་ཡང་ག་གི་ག་གི་ཆ་དེ་གི་ཡོད་རེད་ཟེར་ན། དཔེར་ན་རེད་ཆ་བྱ་བ་ཡིན་ན་བཟོད་པ་ལས་ཀུན་གྱི་ཕོ་བྲང་པོ་ཏཱ་ལའི་ཤམ་བྷ་ལ་ཡོད་པ་དང་བཞུགས་ཀྱི་འཛིན་རྒྱུ་ད་ག་ནང་བཞིན་བག་བག་ཤ། བརྒྱུད་ཀྱི་འདུག་ཁྱེད་ཀྱི་འོ་བར་གླིང་གི་རྒྱུད་དང་གླུ་བོ་ལ་སོགས་པ་འདི་ཚོའི་གྲས་ཀ་ཞོལ་པ་ལས་ཁུངས་ཀྱི་འཛིན་སྐྱོང་གི་བར་ཡ་ཆ་འདེགས་ཀྱི་ཡོད་རེད། ད་ག་ནང་བཞིན་གྱི་ཞོལ་པ་ལས་ཁུངས་ཀྱི་ཁྱབ་བཀོད་ཀྱི་ནང་ལོགས་ལ་ཡ། རང་གཞུང་དགའ་ལྡན་ཕོ་བྲང་གི་དབུས་གཞུང་གི་དོ་དམ་གྱི་འོག་ལ་ཡ་ཡོད་བསྡད་པའི་རྫོང་ཁག་རིགས་མི་འགྲོ་བཅོ་བརྒྱད། ཙམ་གཅིག་གིས་འཕྲལ་གྱི་བསྡུ་ལེན་གནང་ཡ་ལ་སོགས་པའི་བྱ་ལས་གནང་གི་ཡོད་རེད་ལ་ད་ག་ནང་བཞིན་གྱི་ཁྲིམས་དང་སྒྲིག་ཁྲིམས་སྒྲིག་འཛུགས་ལ་སོགས་པ་ལ་ཡང་བྱ་ལས་གནང་བསྡད་ཀྱི་ཡོད་རེད་འོ་འདི་བྱེད་དུས་ག་ནས་ད་ལྷད་སེལ་འདུག་ཅེས་ནང་ལོག་གི་སྔ་མོའི་འགྲོ་སྲོལ་ལྟ་བུ་བྱས་པ་ཡིན་ན་ཕར་ཚུར། བུ་ལོན། ཕ་སོ་གཡར་པོ་བཏང་ཡ་ད་བུ་ལོན་ཚུགས་འདུག་ཡ། ད་ག་ནང་བཞིན་གྱི་འབྲུག་གི་ཁྲལ་ད་འབྲུག་གནས། བཀྲེན་མ་ད་ནི་མར་འོ་མ་ཆུ་ར། ལ་སོགས་པའི་ཁྲལ་གི་འདུག་ཡ་དེ་གའི་དུག་སྤྱད་བཤོས་པ་ལས་གོང་གི་རྔ་བ་ལ་ཡ་ཁད་དེ་གི་ཡོད་རེད་དེ་ཡ་དུག་སྤྱད་རྫོང་ཁ་བཅོ་བརྒྱད་གི་ཁྲལ་གི་དུག་ལེན་ད། ཡ་དུག་སྤྱད་བྱེད། སྐབས་རེ་སྐབས་རེ། ཀྱི་གནམ་གཤིས་ཀྱི་འཕོ་འགྱུར་དང་འབྲེལ་ཡང་སོགས་པར་ཡང་དོན་དེ་དུས་ག་ནས་བས་ན་ཡང་ཐན་པ་ཤུགས་ཆེན་པོ་བསྟན་པ་ལ་སོགས་པ་ཡང་གོ་འགའ་འདུག་བྱས་རྗེས་འབྲང་ཤུགས་ཆེན་པོ་ཞུགས་ཡོད་དེ་དུས་ག་ནས་ནི་རྫོང་ཁག་སོགས་སོ་སོའི་ནང་ལོགས་ལ་ཡང་འདུག་བྱས་ཤིང་གི་འདབ་ཡག་གི་སོན་དང་ལ་མ་དང་བྱས་པ་དང་མི་མང་ལ་ཡང་དཀའ་ངལ་ཆུན་པོ་ལ་སོགས་པ་བྱུང་སོང་ནས་ཨ་ནི་འོ་འདི་ཚོ་ལ་ཡང། འཕགས་མཆོག། དབྱར་པོ་དང་ཡ་ད་འབྲུ་འཕགས་མཆོག། བུ་ལོན་དང་ཡ་ལ་སོགས་པའི་བྱ་ལས་དེ་ཞེས་པ་ལས་གོང་ནས་གནང་བསྡད་ཀྱི་ཡོད་རེད། རྫོང་ཁག་བཅོ་བརྒྱད་ཀྱི་བར་ལ་ཡང་ཚུད་བསྡད་པ་དེ་ལ་ཡང་འདུག་གནང་བསྡད་ཀྱི་ཡོད་རེད། འོ་དེ་ཡིན་དུས་ཀ་ནས་ད་པར་གཉིས་པ་དེ་ཡང་སྲིད་ད་བཞི་བོ་གཅིག་གི་མངོན་གསལ་ཡོད་རེད། པར་དང་པོ་དེའི་སྒང་ལ་ཡང། སྲས་ཆུང་ཀོང་མོ་གི་རྒྱལ་པོ་ལ་ཡང། འབོ། ཟེར་བའི། འབྲུ་བརྒྱ་ཡག་གི་སྒམ་ཆེན་པོ་གཅིག་དང་ལག་པ་ཡག་འབུ་རྒྱུགས་བྱེད་བྱེད་འབོ་དེ་ཏག་ཏག་འཇལ་ཐུབ་པའི་ཚད་ཞིམ་ཡག་གི་རྒྱག་པ་ཞིག་ཡོད་རེད་འོ་དེ་སྐུ་བས་དེ་རྣམ་པ་དེ་གར་ཐོན་གི་ཡོད་རེད་ཟེར་ན་ཨ་ནི་ཁོང་གི་འདུག་བྱེད་བྱེད་མི་མ་ད་ཕར་ཚུར་བོགས་མ་བཏང་ཡ་ལ་སོགས་པའི་ཕྱག་ལས་ཀྱི་འཛིན་སྐྱོང་གནང་གི་ཡོད་པ་དེ་འོ་དུགས་སུ་ཐོན་བསྡད་གི་ཡོད་རེད།

ད་ག་ནང་བཞིན་རྟ་བརླག་པའི་རྐང་གཡོན་མ་དེ་ལ་ཡང་ཡོད་བསྡད་པས། དེབ་འདི་གཉིས་གཉིས་ཀས་ག་རེ་མངོན་གྱི་ཡོད་རེད་ཟེར་ནས་ཨ་ནི་སྐབས་དེ་དུས་རང་གཞུང་དགའ་ལྡན་ཕོ་བྲང་གི་རྩིས་ཁྲ་དང་ཁྲིམས་ཀྱི་ཡིག་ཆ་རྣམས་བདག་གཉེར་གནང་ཉེན་ཡིན་པས། ཚོན་མདའ་དེ་སྔོན་ཡག་གི་ཆེད་དུ་དེ་སྟོན་གྱི་ཡོད་དུས་ད་ད་རིགས་དེ་དམ་ཚིག་དྭངས་ས་དེ་ལས་ཆེས་སུ་བསྔགས་ནས་ཨ་ནི་བསད་རྐྱང་ལས་ཡ།

ཞོ་བོ་སྤྱི་ཚོགས་ཡུན་དུས་བཀར་ནས་ཨ་ནུ་ཁོང་ལ་ཡང་བརྟག་དཔྱོད་མ་རྙེད་ཁ་གཡོག་གི་ཐོག་ནས་ཨ་ནི་ལས་ཀ་དྲང་པོ་བྱས་མེད་པས། ཨང་ཀང་ལ་ཡར་བཤད་དེ་ཉོན་མོངས་པོ་བྱུང་སོང་ཨ་དེ་བྱས་བྱས་ཁོང་ལ་ཡང་ཐམས་ཅད་དམ་པའི་སྣང་ཡར་ཞེ་དྲག་གི་ངར་པོ་བྱས་ཏེ་ཉོས་གི་མི་སྣ་ཡི་ཁ་ཤས་ཅིག་ཡོད་རེད་ཨ་ནི་ཨ་ཁ་སོང་རེད། སྟབས་མ་ལེགས་པ་བཅས་ལ་ཡང་ང་རང་ཚོའི་པར་ཏིའི་ནང་ནས་ཐུགས་འཁུར་དང། སྐུ་ངོ་སྲས་ཆུང་དབོན་སྟོད་རིན་ཆེན་ལགས་ཁོ་རང་ལོ་ཐོག་པ་ཞིག་པོ་རེད་མ་རེད་དོ། མ་རེད་དེ་ལས་སྡུག་ཆེ་ཁོང་ལ་ཡང་སྤུ་གུ་ཕལ་ཆེར་ལྔ་ཡིན་ན་དྲུག་ཡིན་ན་ཞིག་ཡོང་གི་ཡོད། ཁོང་ཚོ་ཚང་མ་ལོ་སྡུག་ཆེ་ད་ལྔ་བཅུ་ང་དགུའི་བཞུགས་སྒོ་ཡང། ཏའེ་ཙི་ཏུ་ཀུ་ཨེ་རོབ་ཙི་རོབ་ཙི་མྱང་སུང་ལ་མ་སད་པའི་སྲས་ཆུང་དབོན་སྟོད་རིན་ཆེན་ལ་ཁོ་རང་རང་ལས་ཞོ་གཅིག་གི་རིག་གནས་གསར་བརྗེའི་བྱིན་འབེབས་ཁང་ཁང་གསང་ཡག་གི་དྭངས་གཟུགས་རུ་བུ་བྱས་རྗེས། ཞོ་གཅིག་གི་ཏུ་ཀུ་མྱང་པའི་མིའི་ཁུངས་ཡར་ཐིག་བསྡད་ཀྱི་ཡོད་རེད་འོ་དེ་ཡིན་དུས་སྐབས་ནས་ཁོ་རང་ཕལ་ཆེར་གཅིག་སྟོང་དགུ་བརྒྱ་བདུན་ཅུ་བདུན་གྱི་གྲགས་ཡོད་དེ་འདྲས་ཅིག་ལ་ཡག་ནི་འདུག་སྲིད་ཐེན་ཅིག་ཅིག་ཅིག།

ཆག་ཅིང་བཅད། ཨིན་ཡིག་ནི་ལས་སྐབས་དེ་དུས་ཀ་ནས་གནས་སྟངས་འདི་ཞོག་སྐྱོ་པོ་ཡིན་ཏེ་དུས་ཀ་ནས་ཨ་ནུ་ཁོང་འདུག་བྱས་རྗེས་ཁ་སོབ་རེ་སྨན་བཅོས་བྱེད་ཡ་ལ་སོགས་པའི་གོ་སྐབས་མ་རག་པ་བྱས་རྗེས་ཨ་ནི་རྒྱུ་མཚན་འདིལ་ཡ་བརྟེན་རྗེས་ཨ་ནི་འདུག་སྐད་གཞུང་གིས། ཚིག་འདི་གའི་ཡ། ཆ་དེ་དུས་ཀ་ནས་ཨ་ནི་ཀ་ལི་ཁི་ལི་བྱས་བྱས། དུག་བཅས་བཅུ་སྟོང་དགུ་བརྒྱ་བདུན་ཅུ་བདུན་གཅིག་གི་གཡས་གཡོན་དུ་བ་དེ་ཡ། དུག་བཅས་མེད་པར་བྱས་པས་ད་དགོངས་པ་རྫོགས་སོང་ང། འོན་ཏེ་དུག་བཅས་རྟག་པར་མ་སྲིད་པའི་ཁ་ཕྱོགས་རེ་ང་རང་ཚོ། བོད་པའི་སྤྱི་ཚོགས་ཀྱི་ནང་ལོགས་ལ་ཡ་སྐབས་སྐབས་ལ་ཡ། ད་དེ་དང་དེ་འདྲ་བའི་གནས་ཚུལ་ཐོན་ཡོང་ཉེན་དེ་མང་པོ་འདུག་ང། འོན་ཏེ་དུག་བཅས་བཅུ་ལ་སྲིད་སྐྱོང་གིས།

རྒྱའི་སྤྱི་ཚོགས་ཀང་ཡ་དད་དེ་དུ་ཀ་ནའི་འཚོ་བའི་གྲ་སྒྲིག་ལ་མ་འདི་བྱས་ཞོ་དུ་ཀུ་མྱང་པའི་ཁུངས་ཅི་རེད་དེ་ལས་ཨམ་ད་སྐབས་དེ་དུས་ཀ་ནའི་བྱས་ན་ཨ་ནི་ཞོ་གཅིག་གི་འདིར་བ་སྤྱི་ཚོགས་སྒོ་རོ་ད་ཀ་ར་པོ་བྱེད་ཀི་འདུག་བྱས་གཅིག་ནས་འཁྲུག་ཆ་དོད་པ་བྱས་གཉིས་ནས་ཨ་ནི་དེ་ངོས་ངས་ཞུས་ཚར་བ་ཡིན་སྐབས་འབྲེལ་སྐབས་འབྲེལ་ལ་ཡ་ཐོན་ཡོང་པའི། ཧུར་བརྩོན་ཅན་རིགས་མི་འདྲ་བར་འདི་ཚོའི་བྱེད་སྟངས་རིགས་མི་འདྲ་བ་མང་པོ་ཞུ་བྱས་ཡོང་རྒྱུ་ག་ནས་འོ་འདུག་བྱས་བྱས་ད་སྲིད་གཞུང་གི་ནང་ལུགས་རྒྱུས་འདི་སྟེ་དངོས་གནས་རང་ཤེས་ཡིན་ན་གཅིག་སྟོང་དགུ་བརྒྱ་ལྔ་བཅུ་ངར་དགུའི་གོང་ལ་ཡང་མི་གྲངས་དགུ་དག་ཡག་པོ་ཞུ་བོ་ཡོད་པར་གྱི་ལ་ཡ་འདེགས་འཇོག་བྱས་བསྡད་ཀྱི་འདུག་དེ་ལས་ཨ་ནི་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་གི་ནང་ལོགས་ལ་ཡང་འདི་འདྲའི་རིག་གནས་གསར་བརྗེ་ཆེན་པོ་ཚུགས་ཡོང་རྒྱུ་ག་ནས་ཨ་ནི་གོང་ཡ་ཁང་ས་ཡ་གི།

དགུང་སྔོན་གྱི་སྐྱེ་གནས་གཟིམ་སྟེ་ཉལ་གྱི་འདུག་ཅེས་དམར་སྲུང་དམག་གི་དཔུང་རྟགས་ཆེན་པོ་བཏགས་བསྡད་པའི་མི་དེ་ཁོང་ཁྲོམ་སྲི་ཁང་ཨུ་ཡོན་ལྷན་ཁང་དྲུང་མི་ཨུ་ཡོན་ལྷན་ཁང་གི་མིའི་ཁུངས་སུ་ཆགས་བསྡད་ཀྱི་ཡོད་རེད། དེ་མ་ཟད་པའི་སྐབས་དེ་དུས་རིག་གནས་གསར་བརྗེའི་སྐབས་ལ་ཡང་ཁོང། ད་ཁྲེང་ཀོན་ཆུས་གངས་ཚང་གོ་རོ་ལི་ཧང་སང་ཡག་གི་སྐད་གྲགས་ཡོད་བསྡད་པའི་ཧུར་བརྩོན་ཅན་ཞིག་ཆགས་བསྡད་ཀྱི་ཡོད་རེད། ཁོང་གི་མིང་ལི་ཡ་ཀོན་ཙུག་ཟེར་གྱི་ཡོད་རེད། དེ་གོང་ལི་ཡ་ཕལ་ཆེ་དེ་བདུན་ཕྲག་གཉིས་བརྩི་གཅིག་གི་གོང་ལི་ཡིན་པ་ཡོད། དེ་འདྲས་བྱེད་ལི་ཡ་འདུག་ཟེར་བྱས་བསམ་པོ་བསྟན་བྱས་ལི་ཡ་དམ་ཚིག་བསྡམས་པའི་སྐབས་ལས་འདུག་ཟེར་བྱས་ཀོན་ཙུག་ལགས་ཀྱི་ཧུར་བརྩོན་བྱས་པའི་ནང་པའི

ཨ་བུ་ལས་ཁུངས་གཅིག་གི་ནང་ལོགས་ལ་ཡང་གདུག་རྩའི་ཤིང་བཟོ་བའི་རོབ་ཙོ་རོབ་ཙོ་ཅི་ཐུག་བྱེད་ཀྱི་ཡོད་རེད་མ་ཟེར་བའི་ལྟ་རྟོག་ཆེ་ཤོས་ནང་གི་ཆེ་ཤོས་རེད་དེ་གདུག་རྩའི་སྐྲག་རྩི་དང་ལྟེ་སྙེ་དུང་ཨ་ཁང་པ་ལ་ཡང་སྐྲག་རྩི་རིགས་མ་འབྲི་སྟངས་ཡང་ཡོད་པ་ད་ཚོད་འཕགས་ཟེར་བ་མ་རེད་པས་འོ་དེ་འདྲས་ཀྱི་ལས་ཀ་དེ་ཁོ་རང་གི་ད་ཆེད་ལས་ཀ་བཟོ་འདྲ་རེ་ཆགས་བསྡད་ཀྱི་ཡོད་རེད་ཡིན་ནའི་ལས་ཁུངས་ཀྱི་ཤིང་བཟོའི་ལས་ཀ་ཡི་ཇི་བཞིན་ཉེར་ཆགས་བསྡད་ཀྱི་ཡོད་རེད་འོ་དེ་འདྲས་བྱེད་ཀྱིན་བསྡད་དུས་ཀ་ནས་དཔེར་ན། སྐྱོན་གཙུག་ལག་གི་ཐུན་མོང་མ་ཡིན་པར་བྱིན་གྱིས་གང་རེ་ཡོད་རེད་ཟེར་ན། དཔེར་ན་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ལོའི་ཟླ་བ་བརྒྱད་པའི་ཚེས་པ་ཉི་ཤུ་དྲུག་གི་ཉིན་འགའ་གི་སྐབས་དེ་དུས་ག་ནས་བོད་ལ་ཡ་ཡོད་བསྡད་པའི་བོད་ལྗོངས་ཉིན་རེའི་ཚགས་པར་གི་སྒང་ཡ་སྐྱོན་གཙུག་ལག་གི་ལུགས་རྒྱུད་ཅེས་བྲིས་ཡོད་རེད། འོ་འདི་ངས་སྡུག་བྱས་རྗེས་ཚེ་རི་འོད་ཟེར་ལགས་ཁོ་རང་རང་གི་ཕྱག་དེབ་རང་གི་ནང་ནས་གང་གསུངས་པ་དེ་ངས་ལྷན་རྒྱས་ཚོ་ལ་ཡ